ད་དེ་ནས་ད་རེས་ཁྱོད་རང་གིས་ཕལ་ཆེར་གར་སོང་གོ་ད་ང་ལ་ཡང་སྐད་ཆ་ཁ་ཤས་ཅིག་དྲན་ཡོད་གསུངས་འདུག་གསུངས་འདུག་སྤྱིར་བཏང་དེ་ཡིན་དུས་གང་ལ་ནས་རང་ཡང་ད་རེས་འདིའི་ལས་བྱས་འདི་འདྲིའི་སྐད་ཆ་དྲི་ཡ་གི་དེ་ད་ཅི་གསང་སུན་ཡོང་པ་དེ་ལ་ངེད་ཀྱིས་ཁྱོད་རང་ལ་ཡང་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཟེར་ནས་ཞུ་ཡས་ཅི་ཡིན། དེ་ནས་ད་ང་ཚོ་ཁ་ཚན་དེ་ཤིང་རྟ་སྤྱི་ཕུད་ཀྱི་སྟག་རི་བཅུ་དགུ་དང་དེ་ནས་ཉུ་ཤུ་གཉིས་ལ་ཡང་ན་ད་ང་དང་ང་ཚོ་ལས་བྱེད་རྣམ་པ་ཚོ་དེ་ས་ཆ་པེ་རི་སི་ཀྱི་ས་ཆ་འདི་ལ་ཕེབས་བྱས་འདུག་ད་ལྕགས་ཀྱི་ཁྲུ་ཆང་རྡོ་རྗེ་འཆང་ཆེན་པོ་མཆོག་གིས་ང་ཚོ་དེ་བཀའ་ཡི་འཁྲུངས་སྐར་གྱི་དེ་དྲན་སྲུང་བརྩི་ནི་མོ་ནི་བྱས་པ་རེད། རྩ་ཡིག་ཤེས་ན་ག་རེ་བྱེད་དགོས་རེད་ད་ཅེས་ང་ཚོ་གིས་ད།

བླ་མེད་ཀྱི་དེ་ནས་བཀའ་ཡི་འཁྲུངས་སྐར་གྱི་ཉིན་མོ་དེ་ལ་ཡང་སྔ་ཕྱི་གྱི་དེ་ནས་ཅི་འགྲོ་དང་གཏན་འབེབས་ཀྱི་དོན་དང་ཨ་ནི་གཞན་ཅི་གར་ཅི་བྱས་ཡོད་པ་དེ་གས་དེ་མི་མང་གི་ཐོག་ལ་ངོ་སྤྲད་གསལ་བོ་བྱེད་དགོས་ཡ་ད་ག་ནང་བཞིན་གྱི་ཤིང་ཆེ་ཨ་ནི་མང་བོ་པོ་ན་ཡང་ཨ་ནི་པའི་གར་སོགས་པོ་ད་ཅི

ནས་བླ་མེད་ཀྱི་མཛད་གྲོགས་སྣ་ཐག་འདི་ཚོ་ཤེས་པའི་ཐོག་ནས་ཡིད་ཆེས་གཙང་མོ་ཅིག་གི་ཐོག་ནས་སོ་སོ་གི་ད་ཅི་བཀའ་དྲིན་རྗེས་སུ་དྲན་ཡག་ང་རང་གི་དགེ་རྩ་ལ་རྗེས་སུ་ཡི་རང་བྱེད་ཡག་གཞན་གྱི་དགེ་རྩ་ལ་རྗེས་སུ་ཡི་རང་བྱེད་ཡག་གི་དེ་འདྲའི་གི་ཐོག་ནས་ད་ཁྲོམ་ཁ་ཟས་ཀྱི་དུས་དྲན་སྲུང་བརྩི་བྱེད་དགོས་པོ་དེ་རེད། ཡིན་ནས་ད་ང་རང་སོགས་སྤྱི་བཏང་བོད་པའི་སྤྱི་ཚུགས་ནང་ལ་ཅིག་གར་སོགས་པོ་རེ་དེ་འདྲའི་གི་ཤེད་ཤུགས་ཆེན་པོ་བྱེད་པ་མ་ད་བ་བྱས་ཨ་ནི་གྲུ་ཆང་བླ་ལེན་ཡག་ལ་སོགས་པ་དེ་འདྲའི་གི་ད་དངོས་པོ་ཞིག་དག་ཡོང་གི་ཡོད་རེད་དེ་བྱེད་སྟངས་བླ་ཆེན་མཚོ་སྔོན་གྱི་དེ་འདྲ་ཞིག་དག་ཡོང་གི་ཡོད་རེད། དེ་ནས་ང་ཚོ་ད་འདི་ཕྱི་ད་ལོ་གི་རིང་ལ་ང་ཚོ་ད་མཚོ་བོད་ཀྱི་ངོས་ནས་དེ་ནས་དངོས་སུ་དེ་ནས་ལྕགས་ཀྱུ་ཆོས་སྒྲོན་རིན་པོ་ཆེ་གི་བཀའ་ཡི་འཁྲུངས་སྐར་དེ་རིང་སྲུང་བརྩི་བྱེད་ཡས་དེ་ད་དུས་ཚོད་ཐུང་ཐུང་འདྲ་པོ་ཅིག་ཆགས་འགྲོ་སོང་གང་ཡིན་ཟེར་ལབ་པ་ཡིན་ན་ད་ལོ་ང་ཚོ་ཡུ་རོབ་ཀྱི་ཐོག་ལ་ལས་འགུལ་མང་པོ་ཞིག་པོ་ཅིག་ཆགས་འགྲོ་སོང་མི་མང་གི་ཐོག་ནས་དེ་ཡིན་དུས་སྐོར་ལ། དང་སོ་སོ་ཀའི་ལག་གཉིས་ལས་བརྟེན་ཏེ་ལས་ཀ་བྱེད་བྱས་སོ་སོ་ཀའི་དེ་ནས་འཚོ་བ་སྐྱེལ་དགོས་དུས་གོ་ལ་ནི་དུས་ཚོད་དེའི་ཆེས་འདང་མི་ཤེས་པ་ཞིག་ཡོང་གི་མི་འདུག་དེ་ཡིན་པར་སོང་ཙང་ཁ་ཚོན་ང་ཚོས་ཀྱི་ད་དངོས་གནས་བཤད་ན་དེ་ནས་ཟླ་བ་གཉིས་གསུམ་གི་གོང་ལ་ཡ་འདི་ཚོ་ཆེས་མཛའ་རིང་དེ་ཚོ་ཆ་ཚང་བར་འབྲི་ཡ་ཨ་ནི་ཏང་སོགས་ཀྱི་ས་གནས་གཏན་འཁེལ་དགོས་ཡ་ལ་སོགས་པ་དེ་འབྲི་ཅི་ཆགས་ཀྱི་ཡོད་རེད་དེ་ང་ཚོ་ལས་བྱེད་ཚོ་ཀྱི་ཕ་ས་མང་པོ་ཅིག་ལས་ཀ་མང་པོ་ཅིག་གི་རྐྱེན་པས་ཀྱི་ཨ་ནི་དེ་ཚོས་ཀྱི་ཁོངས་མང་ཁོངས་པ་དེ་འབྲི་ཆགས་བྱས་ཨ་ནི། ལྕགས་ཀྱུ་ཆོ་འཕྲུལ་རིན་པོ་ཆེ་གྱིས་དེ་ནས་འཕྲོ་འགག་གི་དུས་སྟོན་སྲུང་བརྩི་གཞལ་ཡས་ཀྱི་དུས་ཚོད་དེ་ས་གནས་དེ་གཏན་མ་ཁེལ་བར་དེ་འདྲི་ང་སོ་ད་ནས་གྲངས་གཉིས་གོང་ལས་མ་ཐོག་ཅིག་མི་མང་ལ་ཆེ་གྲངས་འདྲ་པོ་དེ་འདྲི་བྱས་མ་ཐོག་བ་དེ་འདྲི་ཆགས་པོ་སོང། དེ་ཡིན་པ་སོང་ཙང་ད་ག་ཚོད་ང་ཚོ་གི་འདི་ཀྱི།

འཛོམས་པའི་སྐལ་ལ་ཡིན་ན་ད་ཅི་ཐོག་མར་ཅི་བཀོད་པ་ཐུང་ཁྲི་རིན་པོ་ཆེ་རྒྱ་མདུན་ཞུ་ཡ་དང་ད་ནང་བཞིན་གྱི་དེའི་ཞུ་བ་ལ་བཅར་འདྲི་ཆོ་རི་རིན་པོ་ཆེ་གི་ཞག་རིང་ཟེར་ནི་མི་འདུག་ནས་ཅི་ཞལ་འདན་གསུང་ཡ་དང་ནས་གསུང་སྲོལ་བྱེད་ཡ་དཀའ་ཤོས་པའི་ལྷག་དེ་ཚོ་ལ་ཡ་ད་ཅི་བེད་བེད་ཀྱི་སྲོལ་རྒྱུན་གྱི་ཐོག་ལ་ལུགས་སྲོལ་ཡོད་པ་ཞེས་སོང་གི་དེ་འདྲ་རེད་ཨ་དེ་ནས་མ་ཅི་ང་རང་ཚོ་ཐུན་མོང་མ་ཡིན་པའི་གི་དཔེ་མི་རིགས་གི་ཞལ་དང་ཞག་དྲུག་ལ་སོགས་པ་དེ་འདྲས་གི་ནས་ད་ཅི། ཁ་སོ་བཀྲ་ཡི་ཆོས་པ་འགྲོ་བའི་ཅི་འཕེལ་ཡས་ཀྱིས་དེ་འདྲི་ལོ་སུའི་འགྲོ་བ་དེ་འདྲི་ཅི་ཆགས་ཀྱི་ཡོད་རེད་དེ་ཡིན་པར་སོང་ཙང་ཨ་ནི་ལོ་སུའི་དེ་གཞི་བཟུང་བའི་ཐོག་ནས་ང་ཚོ་དེ་འདྲི་ཅི་ད་གྲོང་དཀར་དུད་འགྲོའི་གིང་སྲུང་ཚིག་དེ་འདྲི་ཅི་ད་དུད་འགྲོའི་གཞི་ནི་དེ་འདྲི་འདྲ་བ་ཞིག་ཡིན། ལ་སོ།
འོ་ལ་སོ་ད་དྲི་བ་གཉིས་པ་དེ་ག་ཡིན་ཟེར་ན་ད་དྲི་བ་གཉིས་པ་དེ་བཏང་དགོས་རྒྱུ་མཚན་གཙོ་བོ་ག་ཡིན་ཟེར་ན་ཨ་ནི་རང་ད་ལྟ་ཡ་ཨ་ནི་ཧྥི་རན་སི་དགེ་འདུན་བསྟུན་སྲུང་ཚོགས་པ་གྱི་ཚོགས་གཙོ་ཅིག་མིན་ཡོད་སོང་ཙང་དེ་བཞིན་དྲི་བ་གཉིས་པ་དེ་འདུ་བྱེད་འདུག་གིང། བྱིས་པ་གཉིས་པ་དེ་གང་ཡིན་ཟེར་ན། ཨ་ནི་དེང་སང་སྤྱི་ཚོགས་ནང་ལོགས་ལ་ཡ་ནི་གཅིག་གི་ལྷ། སྡིག་དོན་དེ་ཉིད་ཀྱི་བླ་མ་དང་ཨ་ནི་མིག་མངས་ཚོ། ཨ་ནི་གཉིས་མེད་བསྟན་པའི་བདག་པོ་སློབ་དཔོན་རིན་པོ་ཆེ་ཀྱི་ལ་ཡ་དད་པ་དང་དམ་ཚིག་དེ་འདྲ་བྱས་པ་ཡིན་ན། ཨ་ནི་གནོད་མཁན་མང་པོ་ཅིག་ཡོང་གི་རེད། དེ་འདྲའི་མིག་མངས་ཚོ་དང་དེ་འདྲའི་བཤད་ཚུལ་མང་པོ་ཅིག་འདུག་ཨ་ནི་འདི་གང་འདྲ་ཡིན་ན་དངོས་ཡོད་གནས་ཚུལ་གང་ཡིན་ན་གཅིག་གསུང་རོགས་གནང་ཞུ་ཡ་ཡིན། ལ་སོགས་ད་ད་ལྟ་ཁྱོད་རང་གི་དྲི་བ་སྙན་པོ་དེ་བཏང་བ་ལ་ཡང་ངས་ཐུགས་རྗེ་ཆེ་ཟེར་ནས་ཞུ་ཡ་ཡིན། ག་རེ་རེད་ཟེར་ལབ་པ་ཡིན་ན། འདི་ཚོ་ང་ཚོ་གི་ཁ་ཤས་ཀྱི་དེ་ནས་སྐྱེ་བོ་དམ་པ་དེ་ཚོ་གི་མཛད་པ་སྣ་ཐག་དང་དེ་ནས་བི་ཀའི་སྣ་ཐག་ན་གང་ཡོད་པོ་དངུལ་ཡོད་ཚོང་མ་ཐག་ཅིག་ཕར་སྦས་བྱས་ཨ་ནི། སྤྱོད་ཚུལ་གི་ནང་ལོགས་ལ་ཆོས་དང་སྦྱར་ར་ལོ་རྒྱུས་གང་དགོས་ཀྱི་དམངས་ཤེད་ཀྱི་མི་དམངས་ཚོ་ལ་ཡག་པོའི་མགོ་སྐོར་གཏོང་ཡ་གི་སྐད་ཆ་གཅིག་རང་རེད། དེར་ག་ཚད་ཡང་མོ་བུ་ཤེས་ཀྱི་འདུག་དྲ་ལམ་ཕལ་ཆེར་འགྲོ་བའི་དབང་གིས་སྐད་ཆ་དེ་མོ་བུ་གཅིག་ཤེས་ཀྱི་འདུག་ད་ངས་འདི་ནས་ལོ་རྒྱུས་རིང་པོ་གི་ཐོག་ལ་ཞུ་འདོད་མེད་དམིགས་བསལ་ཁྱོད་རང་གི་དྲི་བ་དེ་ལ་ལན་ག་རེ་ཡིན་ཟེར་ལབ་པ་ཡིན་ན། དངོས་ཡོད་ཀྱི་ལོ་རྒྱུས་ག་རེ་རེད་ཟེར་ལབ་ན། ད་དེང་སང་གི་ཟེར་བ་རེད་མི་འདུག་ད་ཀ་དག་རྗེ་ཕག་མོ་འཁོར་བདེ་ཆེན་སྙིང་པོ་ད་ཀ་ནང་བཞིན་གྱི་སྐྱབས་རྗེ་ཁྲོ་བྱང་རྡོ་རྗེ་འཆང་དེ་ནི་ད། དེ་ནས་ལྷ་དེ་ཉིད་ཀྱིས་བླ་མ་དེ་གའི་ཞལ་བཞུགས་པའི་སྐབས་ལས་ཡིན་ན་ཨ་ནུའི་སྤྱི་གཙུག་གི་ཐུགས་ལ་ཆོས་ལུགས་ཀྱི་སྣོད་རོ་སེ་དེ་རྩ་ནས་མེད་པ་ཅི་རེད་དངོས་གནས་དྲང་གནས་ཀྱི་བླ་ཆེན་ཕན་སེམས་ཡིན་ན་དྲག་འདུག་ག་ན་ཚོགས་མ་དེ་ནི་ཁས་བླངས་དང་སྲིད་ཧ་ཅང་གི་ཡག་པོ་ཡོད་པ་ཅི་རེད་ཡིན་ནས་ད་ནི་མན་ཇུ་དེ་ག་ནས་ཆགས་པ་རེད་ཟེར་ན་ཨ་ནི་ཁོང་རྣམ་པ་ཚོ་དགོན་པ་བཞེས་ལན་དང་ཤི་བའི་རྗེས་ལ་ཨ་ནི་དེ་འདྲས་ཀྱི་འོ་ད་གནས་ཚུལ་དེ་གས་དེ་ཡོང་གི་ཡོད་རེད།

ག་རེ་རེད་ཟེར་ལབ་པ་ཡིན་ན། སྤྱི་བཏང་གི་ཁེང་ལོ་ཆོས་སྲུང་གི་ནང་ཁེང་ལོ་ཆོས་སྲུང་དེ་ད་བོད་ཀྱི་བསྟན་པ་མཁའ་དག་གི་ཐོག་ལ་ད་དངོས་གནས་དྲང་གནས་ཀྱི་དེ་ནི་ཐོག་མ་བོད་ཀྱི་བསྟན་པ་སྤེལ་གི་ཡིན་ནོ་གཙུག་བོ་ནོར་ནས་གཙུག་བོ་བྱས་དེ་ནི་དེ་ན་ལྷ་དཔལ་རིན་པོ་ཆེ་ཆགས་ཀྱི་ཡོད་རེད་དེ་ཡིན་པ་སོང་ཙང་རྗེ་བཙུན་དེ་ལ་བསྟེན་བཅས་ནང་པ་སངས་རྒྱས་བོད་ཀྱི་ཆོས་ག་བ་དར་བ་ཡིན་ནོ་བོད་གངས་ཅན་ལྗོངས་ལ་ཡ་ཨ་ནི་ལྷ་དཔལ་རིན་པོ་ཆེ་ལ་དད་པ་བཏང་ཚེ་ཡོད་མེད་མཁན་གྱི་མི་མི་འདུག་ཅེས་རྩ་ནས་མེད་པ་གཅིག་ཁོ་སྲིད་གོ་རེད་དེ་ལ་ཡ་བགྱི་ནུས་པ་ཡིན་མ་ཐག་འབྱིན་ཆུ་ལུག་འདྲ་མ་ར་ཡིན་སྲིད་འགྲོ་བྱེད་ཡིན་ན་དེ་ལས་སྐད་ཆ་ཟེར་མཁན་ཡོད་མ་རེད་ལམ་ལོ་ཚང་བྱས་པ་ཡིན་མི་ཞུ་བུ་ལ་ཨོའོ་དེ་དུས་ཀྱི་བླ་མ་རིན་པོ་ཆེ་ལ་དད་པ་དང་ཚིག་མེད་མཁན་གྱི་རྩ་ནས་མེད་བརྗོད་བྱེད་རེད་དགོས་ཨིས་དེ་ནས་རྗེས་ཕག་པ་ཁོ་བདེ་ཆེན་ལྷིང་བུ་གིས་དེ་ནས་ག་ར་བཟོ་དགོས་ར་ད།

ཕ་སྐད་བླ་མའི་ཞལ་རླངས་གསལ་བྲིས་ཀྱ་ཅོ་ཁྲོས་དབྱངས་རྡོ་རྗེ་འཆང་གི་དེ་ནས་ད་སྐལ་ལོ་ཞེ་སོང་གི་དུས་སུ་ད་དུས་སུ་ད་ཅེས་བྲིས་གནང་བཞག་ཆོས་ཅི་རེད་དེ་ཡིན་དུས་སྐབས་ལ་དེ་འབྲེལ་གྱི་བྲིས་མཁན་དེ་ཀྱ་ཅོ་ཚེ་སྨད་རིན་པོ་ཆེ་ཨ་ཀྱ་ཅོ་ཚེ་སྨད་རིན་པོ་ཆེ་ཁོང་གིས་ཨ་ནི་ག་རེ་བཟོ་དགོས་རེད་འདི་ཧ་མོ་དགའ་ལྡན་དགུན་འབོད་ཀྱི་ནང་ལོགས་ལ་ཡ། སྤེན་ཚེ་ཇོ་ལགས་ཟེར་མཁན་ཅིག་ཡོད་རེད་འདི་ནས་གཞིས་ཆགས་ལ་ཡང་ནི་དེའི་གི་འདི་ནས་རྟ་མགྲིན་གི་ཆོས་ཁུར་དང་འབྲེལ་ཡོད་གསུང་ཆོས་མང་པོ་ཅིག་ཞུས་པ་རེད་ཞུས་པའི་སྐབས་ལ་ཡང་ནི་འདི་ནི་དེའི་ནང་ལ་ལྷ་བན་རིན་པོ་ཆེ་གི་རྒྱན་ནག་མང་པོ་ཅིག་དགའ་བདེ་སྒོ་དཔག་གི་གྲྭ་བ་རང་ལ་ཡག་འདུག་ཟེར་དེ་ནི་ཁོང་རང་གིས་བོད་སྐད་ག་རེ་ཟེར་དགོས་ད་ཅིག་ཁོང་ལ་ཡག་རྒྱན་ནག་མ་གནང་གོང་ལ་ནི་ལས་ཉེས་པ་ལས་རང་སྤེལ་དགོས་ཡ་ལ་སོགས་པ་དེ་འདྲའི་ཆ་ཚང་སྤེལ་བྱས་ཨོ་དེ་འདྲའི་གི་གནང་ཡོད་པ་དེ་ཁོ་མི་ཁོ་ན་ཡོད་རྒྱུ་ཅི་རེད་ཨོ་དེ་འདྲའི་གི་ནི་བྱས་ཡོད། དེ་ནས་གངས་དཀར་བླ་མ་རིན་པོ་ཆེ་གྱིས་མཆོད་པ་བརྗོད་བཀའ་ཟེར་བ་ཆེ་བ་བརྗོད་པའི་སྐད་ལ་ཡང་ཨ་ནི་ཁོང་དངོས་གནས་དྲང་གནས་ཀྱི་མི་ལོ་བཅུ་གསུམ་སྒོམ་བརྒྱབ་གཞན་དང་མ་འདྲ་བ་ཡང་ནི་ལྷག་པའི་པད་མ་བཟང་པོ་བ་ཞལ་སྔོ་ཐུང་གསུང་དུ་གཟིགས་པ་རེད། འོ་དེ་འདྲི་ཅིག་གསང་དངུལ་དེ་དགོས་ལ། ད་དེ་དེ་འདྲི་གི་གསུང་མཁན་གྱི་བླ་མ་དེ་གས་དེ་ཧ་ནི་ཅིག་ད་ཆོས་ལུགས་ནང་ལ་སྤྲུལ་གི་དེ་ལ་ལྷག་པའི་རིན་པོ་ཆེ་ལ་ཡང་ཨ་ནི་དད་པ་དང་བརྩི་བྱའི་ཆོས་མ་རེད་ཟེར་ནས་དེར་མི་མང་ལ་འདྲི་ཁའི་རྒྱབ་ར་བསལ་དེ་དངོས་སུ་རང་གི་ད་རྫུན་སྐུ་རང་བསྟོད་པ་རེད་དེ་ཚོ་ད་ངོ་ཚ་དྲི་མེད་ཀྱི་སྟངས་ཀྱི་ཆགས་ཡོད། ད་ག་ནང་བཞིན་གྱི་དེ་ནི། ལྕགས་ཀྱི་ཟངས་རྡོ་རྗེ་འཆང་གི་ག་ས་གུར་ཨུ་རུ་སུ་གཞིས་ཆགས་ཀྱི་ཐོག་ལ་ཡ་ཧ་ནའི་རྒྱུད་གསུང་ཆོས་མང་པོ་གནང་ཨ་ནི་པའི་གྱི་རྒྱ་རུ་མི་གཅིག་གི་ཧ་མོ་དེ་པ་ལ་ས་ར་དེ་པ་ལ་གསུང་གསུང་ཨ་ཨ་ནི་པའི་དུས་རྒྱལ་གྱི་གསུང་བ་གནང་ཨ་ནི་མི་མང་གི་ལྷག་པ་རིན་པོ་ཆེ་སྐུ་སྐུ་བཞག་མ་ཕེ་བ་དང་དཔལ་མོ་ཁ་སང་བཞག་མ་ཕེ་དེ་འདྲ་ཆགས་པ་རེད་ཟེར་ཡས་དེ་ཚོ་དང་ཧ་ཅང་གི་དེ་ནས་མིའི་སྤྲུལ་གྱི་རྒྱལ་རྒྱུད་ཀྱི་སྐད་ཆོས་དེ་མ་བཤད་ཡོང་གི་ཡོད་རེད།

དེ་ནས་མཛད་པ་མ་ཁ་དེ་ནས་གསུང་རུང་ཅི་ཡོད་ཟེར་ནས་ཁོང་ལ་ཞུས་པར་གཞུང་གི་འདི་སྐོར་ལའང་ཁ་ཤས་ཀྱིས་ད་ཁོ་དགེ་ལུགས་ནང་མོ་ཅིག་ལ་ཡང་ལྷ་བན་རིན་པོ་ཆེ་གིས་དེ་འདྲི་ག་རེ་བཤད་ཡ་ཡོད་ར་གང་ཡང་བཤད་ཡ་ཡོད་མ་ར་ཟེར་ངས་དེ་འདྲི་བྱུང་བ་མ་རེད་རེད་དེ་དེ་དུས་སྐབས་ལ་ཡང་དངོས་གནས་དྲང་གནས་ཀྱི་དེ་ནས་ཆེ་བསྐྱར་ཆེ་བཟང་རིན་པོ་ཆེ་གིས་དེ་ནས་ད་གྲུབ་པའི་དབང་ཤེས་ཆེན་པོ་དེ་ནས་ལྷ་བན་རིན་པོ་ཆེ་དེ་ནས་ད་ནུས་མཐུ་ཆོས་ཚུལ་ལུང་ཅིག་ལ་ཡང་དངོས་པོ་མཛོད་དུ་སངས་བྱས་པ་ཨ་ནི་སྔར་རྒྱ་གར་གྱི་ན་བཞུགས་པའི་སྐབས་ལ་ཡང་ཨ་ནི་སྐྱེ་བ་ག་འདྲི་བཞེས་ཡོད་པ། ཨ་འདི་ནས་འགྲུལ་བ་དང་གཏན་འབེབས་ཀྱི་སྟེང་ལ་ག་རེ་བྱས་ཡོད་པ་བོད་གངས་ཤེད་ཅུ་ལ་ག་རེ་བྱས་ཡོད་པ་ཨོ་བདུད་རྩུབ་པའི། ཅེས་དང་ཐང་རང་གི་བི་གེ། མི་དང་མི་མཐུན་ནས་སྐད་ཆ་བཤད་པ་ནང་བཞིན་གྱི་ཞེས་ཞེས་ཁྲག་པ་བྱིས་པ་གསུང་མི་དྲི་གང་ལ། ཨ་ནི་འདི་འདྲས་ཀྱིས་ག་རེ་བསགས་ཡོད་རེད་བསམ་ན་ཨ་ནི་ད་ཅེས་བཟང་ལ་མོ་ཟས་དེ་དངོས་གནས་དྲང་གནས་ཀྱི་དེ་དགེ་ལུགས་པ་བླ་མོ་ད་རྩ་ནས་རེད་མི་འདུག་དེ་ནས་ཅེས་སྣེ་མོ་བོད་ཀྱི་བླ་མོ་རང་རེད་ཤག་ཟེར་མཁན་དེ་འདྲས་བཤད་མཁན་ཡོད་རེད་དེ་ཚོ་ཁོ་རང་གིས་མ་ཤེས་པར་རེད་བ། མཁན་སློབ་ཆོས་སོང་ཟེར་ཡག་དང་གྱི་མ་མི་དྭགས་སོང་ཟེར་ཡག་དང་ད་ག་ནང་བཞིན་གྱི་དེ་ཚོ་ཚང་མ་ཐང་ཆད་གྱི་དེ་ནས་སྔ་ཕྱི་གྱི་སྐྱེས་བུ་དམ་པ་དེ་ཚོ་ས་གི་བཀའ་ནི་སྲིད་པ་ཅི་ལ་ཡག་ཨ་ནི་རྩ་ནས་འདི་ནས་ཁྱད་པར་མེད་པ་ཅིག་ཆགས་གི་ཡོད་རེད་བ་དེ་ཚོ་གང་ཡང་མ་ཤེས་བ་ཡིན་ཙང་མི་མང་གི་ཐུགས་ལ་དེ་འདྲིས་གི་ད་དཀྲུགས་ཤིག་དཀྲུགས་དང་སྐད་ཆ་མང་པོ་ཞིག་བཤད་བས་ཙང་དེ་འདྲིས་ཆགས་གི་ཡོད་རེད།

དེ་ཚོ་ཧ་ཅང་གི་དཔེ་ག་ཟེར་བར་ད་ལོ་རྒྱུས་ཀྱི་ཐོག་ལ་ཨ་ནེ་རྫི་མོ་རང་ཆགས་ཀྱི་ཡོད་རེད་ག་འདྲ་ཞིག་ནས་ཆགས་ཀྱི་ཡོད་རེད་ཟེར་ལགས་ན། སྐྱབས་རྗེ་བཟང། སྐྱབས་རྗེ་ཁྲོ་བྱང་རྡོ་རྗེ་འཆང། ཁོང་དང་དེ་ནས་དཔལ་རྒྱ་བཀའ་མ་པོ་སྐུ་དྲིན་སྤྱི་འགྲུབ་པ་ཁོང་རྣམ་པ་གཉིས་ནང་བཞིན་གྱི་དེ་ནས་བླ་ཆེན་གྱི་ནང་ལོགས་ལ་ཡང་ཨ་ནེ་དང་ཚེ་ཧེ་ད་འབུ་གཞན་དང་མ་འདྲ་གི་ནང་གཅིག་གི་སྤུན་མཆེད་ག་གེ་ལྟ་བུ་ཆེ་ཞིག་ནས་འདུག་ཟེར་བ་ཅུང་ཡོད་རེད་ག་འདྲ་རེད་ཟེར་ལབ་པ་ཡིན་ན་དཔེ་མཚོན་ཁ་ཁྱེད་ཀྱིས་ཞུས་པ་ཡིན་ན། ག་རེ་སོགས་དང་པོ་དེ་ལ་ག་རེ་ཟེར་ན། འདི་རེད་ད། ཨ་ནི། ལྷ་མོ་དགའ་ལྡན་ཤར་རྩེ་གྲྭ་ཚང་ལ་ཡ་ཨ་ནི་ལྕགས་བྱི། རྡོ་རྗེ་འཆང་གི་དེ་ནས་ས་ནི་མ་ནི་མོ་དང་དེ་ནས་བུ་གཉིས་པ་སྐེ་རགས་ཆེན་མོ་དེ་ནས་གནང་ཡོད་རེད་དེ་ཚོ་ཚང་མ་ཐམས་ཅད་འཇག་སྐར་མ་ཕོ་གི་བླ་རང་ངོ་ནས་ཨ་ནི་ལྕགས་རི་མོ་ཆུ་ལ་ཡ་ཕུལ་བཞག་རྒྱུ་བྱས་རེད་ད་ནང་བཞིན་གྱི་དེ་ནས་བོད་གཞུང་སྙིང་པོ་ཐུགས་ལ་ད་ལྟ་ཁྲི་ཧྲང་བླ་རང་ཐུགས་ལ་བཀའ་འགྱུར་གྱི་ཡོད་རེད་བཀའ་འགྱུར་དེ་ཨ་ནི་འཇག་སྐར་མ་ཕོ་གི་གནང་བཞག་རྒྱུ་བྱས་རེད་ལྕགས་ཀྱི་རི་མོ་ཆུ་ལ།

ཅི་ཡི་བཀའ་སོགས། ལྷ་མོ་འདི་རེ་བ་ལྟར་ན་འདི་ཅི་བཤད་པར་ཁ་སག། དེ་ནས་འཇའ་ལུས་སྐུ་ངོ་འཇའ་ལུས་དོན་གྲུབ་ཀྱིས་དག། ཕྱི་ལོ་བཅུ་སྟོང་དགུ་བཅུ་ང་གྲི་ང་དགུ་གི་གོང་ལ་བོད་ཟས་དེ་དག་ཇའོ་རིན་པོ་ཆེ་གིས་དེ་ནས་ཆུ་དང་སྲིད་གཉིས་ཆར་གྱི་ཐོག་ལ་དབང་ཆེ་ཞེས་ཀྱིས་དག་ཆུ་ལུག་གི་ཐོག་ལ་དབང་ཆེ་མ་སྲིད་དང། སྲིད་ཀྱི་ཐོག་ལ་དབང་ཆེ་ཞེས་བེད་མེད་མ་དབང་ཆེ་ཞེས་ཀྱིས་དབང་ཆ་ཆེན་པོ་བཅུ་ཡོད་རེད་དེ། དེ་ནི་ཁ་འཛིན་དང། ཤེས་བྱ་ལོག་པ་ལ་ལྷན་ནེ་དེ་མེད་པ་དེ་ཧ་གོ་བ་ཡིན་ཙང་ད་བོད་ཡི་ཞེ་སྣང་གང་ས་ག་ལ་ཆོས་ལུགས་ཀྱི་ཐོག་ལ་དབང་ཆེ་ཆེ་བྱེད་ཐུབ་ན་ད་ཧ་ཅང་ཡག་པོ་འདུག་ཟེར་ཙང་དེ་ཡི་ཐོག་ནས་ཆོས་ལུགས་དེ་བཅོས་བཅོས་གུག་གུག་འདུག་ཟེར་ཡ་གི་སྐད་ཆ་ཅིག་ཡོད་རེད་ཟེར་ནས་ཁྱོད་ཚོ་ནས་ཤེས་གསོལ་བྱོས་ཡོད་རེད། དེ་འདྲི་གི་ཨོ་གཞན་ངོས་དེ་ཀོ་ལ་དེ་བླ་ཆེན་ཚོ་གི་ཚོགས་འདུས་ཚོགས་བྱས་ཨ་ནེ་བེ་ཀེ་ཀ་སོ་གོར་ད་དེ་ནས་དཔལ་བྱ་བ་དཀར་མོ་པོ་ད་ག་ནང་བཞིན་གི་རྒྱུན་འབྱུང་རིན་པོ་ཆེ་ཨ་ནེ་ས་སྐྱོང་བདག་ཆེན་རིན་པོ་ཆེ་བླ་སོ་པོ་དེ་འདྲི་གི་ཆོས་ལུགས་མང་པོ་ཅིག་གི་ཚོགས་འདུས་ཚོགས། ཚོགས་ཀྱི་ཚོགས་ངོས་ཏེ་འགོད་ལ། དེ་དུས་འགོད་ལ་ཡོངས་འཛིན་རྣམ་པ་ནས་འདུན་གྲོས་ཞུས་ནའང་སྲིད་ནས་དེ་ནས་རྒྱ་དཀར་མོ་བོ་ཞུས་ནས་ཡོངས་འཛིན་རྣམ་པ་ནས་གང་ཡང་སྒུག་མ་རེད་སྲིད་ནས་རྒྱ་རིན་པོ་ཆེ་གིས་དགེ་ལུགས་བོ་ལ་ངས་ཐག་ཆོད་རེད་ཟེར་གི་སྐད་ཆ་དེ་འདྲ་ཡོད། དེ་འབྲེལ་གྱི་ཆོས་ལུགས་སྤྱོད་རྒྱུད་དེ་བཟོ་ངོས་ཏེ་བཟོ་དགོངས་འདུག་ཆོས་ལུགས་སྤྱོད་རྒྱུད་དེ་བཟོ་ན་ག་རེ་ཟེར་ལགས་ན། ད་གཞིས་བྱེས་བོད་མི་ངོ་ཚོ་ཚང་མ་ཐམས་ཅད་རྒྱ་རིན་པོ་ཆེ་གི་ཆོས་ལུགས་ཀྱི་ཐོག་ལ་མི་དམངས་དབང་ཆོས་ཤོད་ཐུབ་འདུག་ཟེར་བའི་ཀུ་མུ་དེ་འདྲི་གཅིག་གི་ཐོག་ནས་བཟོ་ངོས་ཏེ་ག་ལ། དེ་འདྲི་གི་ཐོག་ལ་ཡིན་ན་ཡང། དཔལ་གྲྭ་བ་དཀར་མོ་པོའི་ལགས་ལྷ་གསུམ་པའི་གིས་བླ་ཆེན་མུ་འབུད་བྱེད་ཀྱི་དེ་ལྟར་ཆོས་ལུགས་རྒྱུད་ཅུ་ཟད་དེ་རྩ་དེ་འབྲི་ཡ་ཡོད་མེད་པ་ཨ་ནི་དུད་འགྲོ་སྲུང་བ་ཡོད་རྗེས་འཛིན་དེ་ལ་བརྟེན་བྱས་ཨ་ནི་པའི་ཀུན་གྱི་ཡིག་ཚང་གི་ངོ་ནས་ཡིན་དང་འདྲ་འདུག་གདང་ས་ཀྱི་སྒྲིག་འཛུགས་ཀྱི་ངོ་ནས་ཡིན་དང་འདྲ་ལོ་དཔལ་གྲྭ་བ་དཀར་མོ་པོ་ལ་ཡ་སྔོ་ཤུར་རྒྱུད་གསུང་གི་ཐུགས་ལ་གནོད་ཤུགས་མང་པོ་ཞིག་སྤྲད་པ་ཁུག་ལོ་རྒྱུས་ཐུགས་ལ་ཡོད་དེ་ཡིས་དེ་འགྲིག་གིས་སྤྲད་པའི་སྐབས་ལ་ཡིན་ནའི་དངོས་གནས་དྲང་གནས་ཀྱི་དེ་ནི་ལྕགས་ཀྱུ་ཁྲུས་ཆང་རྡོ་རྗེ་འཆང་གིས་དེ་ནི་དཔལ་གྲྭ་བ་དཀར་མོ་པོ་ལ་ཡ་ཨ་ནི་པའི་བཅུད་ཞུ་དགོས་ཡ་ཨ་ནི་དངོས་གནས་དྲང་གནས་ཀྱི་ད་ཅི། སྤྱི་མཚུངས་ཀྱི་ཐོག་ལ་ཆགས་སྲེད་ཀྱི་དབང་ཆེན་མང་པོ་ཅིག་བཤད་ཡོང་གི་ཡོད་པ་དང་དེ་འདྲ་དེ་ལས་བརྟེན་བཅས་ཨ་ནི་ད་ཁྱོད་རང་བས་ཧོན་གྱི་ནང་ཤུགས་ལོངས་པ་ལ་དེ་ག་ལ་ཡག་ཨ་ནི་དངོས་གནས་ཀྱི་འགྲོ་བ་དང་བསྟན་པའི་གི་དན་ཁ་ལ་དེ་འདྲི་གྱིས་ཕེ་ཐོག་ན་ཨ་ནི་ཧ་ཅང་གི་ཡག་པོ་འདུག་ཟེར་དེ་འདྲི་གི་ཞུ་བས་ལ་སོགས་པ་དང་ཁོང་རྣམ་པ་ནི་གི་གཞན་དང་མ་འདྲ་གི་ཐུགས་རྩུད་ཀྱི་ཐོག་ལ་དངོས་ཡོད་ཀྱི་ལོ་རྒྱུས་མང་པོ་ཡོད། འདི་དང་འདི་ཡི་ཐོག་ནས་ཧ་མོ་ད་ལྟ་བོད་ཡུལ་ལ་ཡ་དགོན་པ་གཅིག་བཞེངས་པ་རེད་དེ་ནས་དགོན་པ་གཅིག་བཞེངས་པའི་སྐབས་ལ་ཡ་ནི་མོ་བག་གི་དགོན་པ་གཅིག་བཞེངས་པ་རེད་དགོན་པ་བཞེངས་པའི་སྐབས་ལ་འཇག་དཀར་མོ་བོ་ནི་དེའི་ཐོག་ལ་ཡ་མཛད་སྒོ་ལས་བརྡ་འཕྲིན་ཞུས་ཡོད་རེད་བརྡ་འཕྲིན་ཞུ་དུས་སྐབས་ལ་ཡ་ནི་དེ་ནས་ཁ་སོ་མགར་གྲགས་པོ་གིས་ནི།

ཨ་བ་གཙང་མོ་ཟུར་གྱི་ད་ནང་རང་མ་ཤི་ཤི་ཟེར་ནས་འདྲི་ཀ་ཕེབས་འོས་འདུག་ག་ལ་ནི་བླ་ཆེན་ཚང་མོ་ཐམས་ཅད་ཀྱི་ཁུངས་ལ་ཡ་ད་འདི་མ་རེད་འདི་རེད་ཟེར་ནས་སུ་གཅིག་ཞུ་མཁན་ཡོད་མ་རེད་དེ་ཚོ་དངོས་སུ་དེ་འདྲི་གི་སུ་ཡོད་རེད། འོ་དེ་འདྲི་གི་དེ་ལ་ཅི་ལྟ་མི་འདུག་ག་ལ། ཁོང་རྣམ་པ་ཚོ་དངོས་གནས་ཀྱི་གཏན་འབེབས་ཀྱི་བདག་པོ་བླ་མོ་དེ་དག་བཞུགས་པའི་སྐུ་ལ་ཡ་ནི་ཆོས་ལུགས་ཀྱི་ནང་ལོགས་ལ་ཡ་གཅིག་གིས་གཅིག་ལ་དཀྲུག་ཤི་ཟེར་དེ་འདྲི་གཅིག་གིས་གཅིག་ལ་དཀྲུག་སྡང་ཟེར་དེ་རྩ་ནས་ཡོད་མ་རེད་ད་ཅི་མཁས་པའི་མཁས་པའི་གི་ཐུགས་ལ་བགྲོ་གླེང་འདྲ་པོ་དེ་འདྲི་ཡོང་གི་ཡོད་རེད་དེའི་ཐུགས་ལ་ནི་དེ་ཚོ་གིས་ཅེ་ཨ་ནི་སྤྱི་ཚོགས་ཀྱི་ཐུགས་ལ་ཅི། ཁུར་གྱིས་འདི་དང་འདི་གྱིས་ཞེས་འོད་ལ་གསལ་ཏེ་ཧ་རམ་འབྱུང་མ་ནུས་པ་ཕྱིར་དཔེ་འདྲ་པོ་ཅིག་བཞག་བ་དབྱེ་ན། དེ་ནི། དཔའ་ལྡན་ས་སྐྱར་བོད་ཀྱི་དེ་ནི་དེང་སང་གི་དུས་ལ་དྭགས་ཀྱི་རྫོང་སར་ཤེས་རྟོགས་གཙོ་བོ་བྱེད་པའི་དེ་ནི་གི་ཡིག་ཆ་གི་བདག་པོ་དེ་ནི་ཀུན་མཁྱེན་གོང་བུ་རང་བྱང་བོན་གྱི་རྗེའི་བདག་ཉིད་ཆེན་པོ་ལ་ཡ། ཧ་ཅང་གི་དེ་ནི་དགག་པ་རྒྱག་ཡག་རེད་རེད་པ་དབུ་མའི་ལྟ་བའི་སྐོར་ལ་ལྟ་བ་ངན་སེང་ཟེར་ཡས་དེའི་ཐུགས་ལ་ཁྱོད་རང་ཨ་ནི་པའི་དབུ་མའི་གི་ཀྱི་ལྟ་བ་ཁོ་རང་ལ་བསྙད་མོ་འདུག་སུ་དེ་ནི་དབུ་མའི་གི་ལྟ་བ་ལ་བསྙད་པ་ལ་མཐའ་བཞི་དང་བྲལ་དགོས་ཁྱོད་རང་མཐའ་གཉིས་ནང་མ་དང་བྲལ་མི་འདུག་སེམས་དེ་འདྲིས་གི།

ཡོད་མ་རེད། དེ་འདྲ་ཡིན་པ་སོང་ཙང་མཁས་པའི་མཁས་པའི་གི། ཕན་ཚན་གི་ཆོས་ལུགས་ཀྱི་ཐོག་ལ་བགྲོ་གླེང་བྱེད་པ་དེ་འདྲ་ཡོད་རེད། དུས་ཚོད་བར་གཅིག་ཚུགས་ནང་ལ། གྲོགས་དྲག་ཤེས་མི་མང་ཡར། གཟན་དུ་མ་སོང་ནས་སོ་སོ་གི་ཆོས་ལུགས་ཀྱི་ཐོག་ལ་བསྔོ་བརྗོད་བྱེད་དེ་ཚོ་དུས་ད་ལྟ་མ་གཏོགས་རྩ་ནས་བྱུང་ཡོད་མ་རེད། དེ་ཚོ་དུས་ཚོད་སྣང་གླིང་གི་གཙོ་བོ་དེ་སུ་རེད་ཟེར་ལབ་ན་སུ་གཅིག་མ་རེད་ཞིང་པ་སུ་གཅིག་བྱེད་ཐུབ་ཡོད་མ་རེད་ཆོས་བརྒྱུད་ཁག་གི་བླ་ཆེན་ཡིན་ན་དགེ་ལུགས་པ་སུ་བླ་ཆེན་སུ་འདྲ་གཅིག་བྱེད་ཐུབ་བྱེད་ཐུབ་ངེས་དང་འཇོན་ངེས་དེའི་ཐོག་ལ་བྱེད་ཐུབ་ངེས་དེ་མི་མང་བེད་སྤྱོད་དང་བྱེད་ཐུབ་ངེས་དེ་ཁོ་རྒྱག་རུང་མི་ཆོས་ཁུངས་མྱང་གཅིག་རེད་ཟེར་བྱས་ཙང་ངས་དེའི་ཞུ་འདོད་བྱུང་སོང་འདི་ཚོ་ཚོ་ཚོ་མོ་ཐམས་ཅད་ཀྱི་བླ་མ་ཚོ་སེར་བུ་ཞིག་ནས་ཤེས་དགོས་ཡ་དེ་གལ་ཆེན་པོ་རེད་བསམ་ངས་ད་དྲན་གི་འདུག་ཨ་ནི་དྲི་བ་ནན་པོ་དེ་གི་ལན་དེ་འདྲི་ཅི་ཡིན། ད་ད་ལྟ་དེ་ཁྱོད་རང་གི་དྲི་བ་གསོན་པོ་དྲི་བ་མཐའ་མོ་དེ་ག་རེ་ཟེར་ན། འདི་ང་སྐབས་སུ་བབས་པའི་གི་དེ་འདྲི་གལ་ཆེར་མི་འདུག་ལ་འདི་ལ་ཡ་དམིགས་བསལ་གི་ལན་ཡང་ང་བརྗོད་དགོས་ཡ་གལ་ཆེར་མི་འདུག། ཡིན་ནས་ད་ད་ལྟ་ཁྱོད་རང་གིས་གསུམ་སྟོང་གཅིག་ལ་ག་རེ་ཟེར་ལབ་ན་དེ་ནི་བལ་ཡུལ་རྒྱ་ཡོན་ཤུལ་དུ་ཚོགས་པ་གི་ཚོགས་གཙོ་ཟོ་པོ་དེ་ནི་ཆོས་འཛིན་ཀླུ་བཟང་བསྟན་རྒྱལ་གི་དྲ་ཇོ་གི་ཐུགས་ལ་བཏང་བཤད་ཅིག་སྤིལ་ཡོང་རེ་ཟེར་འུ་འདུག་ལབ་མི་འདུག་ག་ལ་ནི་དེ་ཡང་ཏག་ཏག་རང་གཅིག་བསྡད་ཀི་མ་རེད། དེ་ནི་སྤྱི་བཏང་གི་དེ་ནི་ཆོས་འཛིན་ཀླུ་བཟང་བསྟན་རྒྱལ་གི་ད་ཤི་ལོ་བཅུ་སྟོང་དགུ་བཅུ་དགུ་བཅུ་དགུ་དྲུག་ནས་བཟུང་སྟེ་དེ་ནི་ཧད་ཀྱིས་ཁ་ར་སོག་པོ་འཛམ་བུ་གླིང་ས་ཕྱོགས་ཁ་ཁ་སོགས་ལ་ཕེབས་རྗེས་ཨ་ནེ་བི་ཀས་ང་རང་ཚོ་གི་དེ་ནས་ལྷག་མདོ་རྒྱུད་གཞུང་གི་བསྟུན་གསོལ་བཞེས་མཁན་གྱི་མི་མང་བསྟད་སའི་ཚང་མ་ཐང་ཅིག་དཀའ་ངལ་གྱི་ཐོག་ལ་ལས་ཀ་བྱེད་དེ་ཡིན་གྱིས་དེ་ནས་ཧད་མི་ནོར་ཅིག་ཆགས་ཀྱི་ཡོད་རེད། དེ་ཡང་ཨ་ནེ་བི་ཀྱིས་ཁ་སོག་སྤྱི་པའི་གི་ལས་ཀ་བྱེད་པའི་སྐབས་ལ་ཡང་དགེ་ལྡན་གྱི་འབྲེལ་བ་ཟེར་མཁན་དེ་དག་རྩ་ནས་སྤྱི་ལྡན་དང་དགེ་ལྡན་ཟེར་ཏེ་དབྱེ་བ་ཤི་དེ་ཡིན་གྱིས་མི་ཅིག་ཆགས་ཀྱི་ཡོད་རེད། དེ་ནས་ཡང་ཕྱི་ལོ་ཉིས་སྟོང་ལོ་ལ་ཡང་བལ་ཡུལ་ལ་ཡང་ཕེབས་རྗེས་དེ་ནས་ག་ར་སོག་པོར་དང་བལ་ཡུལ་རྒྱ་ཡོན་ཕྱོགས་སྐྱོང་ཚོགས་པ་བཙུགས། བཙུགས་པའི་དེ་གི་བའི་དུས་དུས་འཁོར་ལ་ཡང་ཕྱིས་རྒྱ་ཧག་དང་བལ་ཡུལ་ལ་ཡང་བལ་ཧག་སྟེང་གི་མི་མང་ལ་ཡང་དཀའ་ངལ་མང་པོ་ཅིག་ཡོད་པའི་སྐབས་ལ་ཧྲལ་དེ་ཡིན་དུས་གོ་ལ་འདི་དྲོད་ཀྱི་ཐོག་ལ་ཧ་ཅང་གི་ཕྱག་ལས་མང་པོ་གནང་ཡོད་གནང་བ་དེ་ཡང་ནུས་པ་ཐོན་ཡོད་རེད། ནུས་པ་ཧ་ཅང་ཐོན་ཡོད་རེད། དེ་ནི་དེ་ཙམ་མ་ཟད་ཁོ་རང་མི་ཡི་རང་བཞིན་གྱི་ཐོག་ལ་ཡིན་ན་ཨ་ནི་པེ་ཅི་ཀར་བསོད་པར་གྱི་དང་བྱ་བརྟན་པོ་མི་བརྟན་པོ་བསམ་བློ་བརྟན་པོ་ཨ་ནི་ལྷ་དང་བླ་མེད་ཀྱི་དང་སེམས་ཀྱི་འབྱེད་བ་རྩ་ནས་ག་འདྲ་མང་པོ་བའི་ཤིག་གི་རྐྱེན་གྱི་ཐོག་ལ་དཀའ་ངལ་ག་འདྲ་འཕྲད་དགོས་པའི་རྩ་ནས་མ་བཏང་གི་མིན་གྱི་ཆགས་ཀྱི་ཡོད་རེད། དེ་ནས་ཁོ་རང་གི་གེགས་ཀྱི་ཐོག་ལས་ཡིན་ན་ཅི་ཐ་ན་སོ་སོ་གེགས་ལས་དབང་བའི་ཁོམ་པ་དེ་འདྲ་ཡོད་རེད་དུས་ཚོད་ཉིན་ཤས་འདི་ཚང་མ་ཐང་ཅིག་བག་བཙོང་བྱས་ཨ་ནི་ཚོགས་པ་གི་ཐོག་ལས་འགྲོ་སོང་བཏང་འོས་དེ་འདྲ་བྱས་ཡོད་རེད། དེ་ནས་ཁོ་རང་གེགས་ཀྱི་ཐོག་ལ་ཨ་ནི་ཅི་ལས་ཀ་བྱེད་ཆོག་དེ་ཚོ་ཨ་ནི་སྤྱི་པའི་གི་ཐོག་ལས་ཁྲིད་ཁྲིད་མ་བཏང་བ་མ་ཟད་ཚང་ཅིག་གིས་ཁོའི་སྤྱི་པའི་གི་ཐོག་ལས་ནུས་པ་ག་ཚོད་ཅིག་ཐོན་ཡོད་མེད་དེ་ག་འདྲ་ཟེར་ལབ་ན།

རྒྱ་ནག་ནང་བཞིན་གྱི་ཨ་སྟག་ཚེ་རིང་ཁོ་རང་རྣམ་པོ་གཉིས་ཀྱིས་བོད་རྒྱལ་ལ་ཡང་ལྟ་ཅི་ལས་ཀ་བྱེད་ཀྱི་ལབ་གཉིས་ཀྱི་ཟུང་འབྲེལ་གྱི་ཐོག་ནས་ལས་ཀ་བྱས་ནས་ནི་ཁོ་རང་ལ་ཡང་དེ་དུས་སུ་བྱུང་ཡོད་པ་རེད་ཨ་སྟག་ཚེ་རིང་ལ་ཡང་དེ་དུས་མ་ཤེས་རུ་བྱུང་ཡོད་ས་ནི་ཁྱོད་རང་གི་མཚོ་འབབ་ཀྱི་ལས་སྐོར་གྱི་དགོངས་པ་ཞུ་རུ་བྱུས་ཨ་ནི་བའི་དགོངས་པ་འབུངས། རྒྱ་གར་དགོངས་པ་འབུངས་བཞུས་བཞུས་ད་ལྟ་རང་སྤྲེའུ་ཡིན་ཟེར་མཁན་དེ་འདྲ་སླེབས་ཡོད་རེད་རྒྱུ་ཟངས་ལས་ཁང་གི་རྒྱུན་ནས་མི་དེ་འདྲ་སླེབས་ཡོད་རེད་ཡིན་ནི་ཡང་དེ་ཚོ་རྩ་ནས་ཁོ་གཉིས་ཀྱིས་རྩ་ནས་ད་གནང་གཏང་གི་ཡོད་མ་རེད། དེ་ནི་ད། མ་ཚད་ཅིག་གིས་ད་དེ་ནས། ཅིག། ད་མཐའ་བཞི་རྣམ་པ་སྣོད་ཚོགས་ག་འདྲ་མང་བ་ག་འདྲ་ཅིག་བྱས་པ་ཡིན་ན་ཡང་ཧ་ནི། མི་ད། ཅིག་ལྷག་མ་ཐོབ་བ་ཞིག་ཆགས་ཀྱི་ཡོད། དེ་ནས་ད་མ་མཐའ་བཞི་དེ་ལ་ཡང་ད་ཅིག། ཝ་ཆོས་འོས་ཐོབ་པའི་གི་ལས་ཀ་ཟེར་རོ་ཞེས་བྱས་པ། དུས་སྔ་ཕན་རྗེས། ཁོ་རང་སོགས་ཀྱི་ད་གྲོགས་པོ་བློ་ལྡོག་ཡིན་པའོ་དེ་འདྲས་ཀྱི་མི་དེ་ཚོ་ལ་ཡང་ཨ་ནི། ཅེས་ཉིད་ལྷ་བརྒྱ་པ་རོ་ཉིད་ལྷ་བརྒྱ་ནི། གྲོགས་པོ་གྲོགས་པོ་གྱི་བར་རོ་སྐད་ཆ་བཤད་ཡིན་ཅེས་སོ། སོ་སོ་གིས་སོ་སོ་དགའ་པོ་གཉིས་པོ་ཡི་སྐད་ཆ་དེ་འདྲ་ཡི་དག་ཡུན་གུར་བ་སྤྱི་དང་གི་གྲོགས་པོ་ཕན་ཚན་ལ་ཡ། ཅི་ང་ལ་ཡ་གྲོགས་པོ་ཁྱོད་རང་དང་ཁྱོད་ཚོ་གཉིས་གསུང་དེ་འདྲ་ཡོད་པ་ཡིན་ན། ཆོས་ཀྱི་སྐད་ཆ་ཞིག་དྲིས་པའི་སྐོས་ལ་ཁྱོད་རང་འདོད་པ་དང་བསྟུན་ཡོད་དང་ཁུ་ཤེས་ཏེ་ཁུ་འདོད་པ་གནས་དེ་འདྲ་ཡུན་གུར་བ་ཁོ་སྤྱི་པའི་སྐད་ཆ་ཟེར་ག་ཡི་མ་རོ་སྒི་པའི་གི་ཐུགས་ལ་སྐད་ཆ་རོ་བ།

ཁ་རས་སླ་བ་ཡིན་ན་བདེ་སྲུང་ལས་ཁང་གི་དེ་ནས་རྡོ་རྗེ་ཕྱོགས་སྡིངས་བསྟན་མཁན་གྱི་ཨ་ནེ་བླ་ཆེན་ཡིན་ན་འདྲ་འདུག་མི་མེད་མི་ཆེན་ཡིན་ན་འདྲ་འདུག་གང་ལྟར་མི་སེར་འགྲོ་ཆེད་དེ་ཚོ་ཚང་ལ་ཡ་ཁ་གཏད་བཅག་ཡག་དང་དེ་ཚོའི་ཐུགས་ལ་ནང་ཁོང་ལས་སྤྲོད་ཤིག་བྱ་ཡག་ཨའོ་དེ་འདྲ་གི་ཆེ་ལས་ཁ་དེ་འདྲ་སུ་འགྲོ་གཅིག་གི་གཙང་ཐུགས་ཡོད་ན་དེ་གས་ལ་ཡ་ཨ་ནེ་བདེ་སྲུང་ལས་ཁང་ལ་ངོ་ནས་ཨ་ནེ་འགྲོ་སོང་ཕ་མེས་དང་བཏང་ཡག་ཕྱག་ཆེན་ག་རེ་དགོས་ནས་བསྐྲུན་ཡག་ཨའོ་དེ་འདྲ་གི་སུ་ལ་ཡ་ཕྱག་ཆེན་བསྐྲུན་བཞུད་ཡོད་རེད་ཟེར་དེ་འདྲ་གི་དངོས་སུ་ཡོད་རེད་ཟེར་གི་ཡོད་རེད།

ཁ་ཆེ་ཡོད་དེ་འདྲས་ཡོང་ཡོད་རེད་ཤིང་ཆེ་ཡོད་དེ་འདྲས་ཡོང་གི་ཡོད་རེད། ད་དེ་ཚོ་སོ་སོའི་ལས་ཀ་རྩ་གཉིས་ཀྱི་ངོ་ནས་དངོས་གནས་ཀྱི་བི་ཀི་བྱ་ཆུང་ད་སོ་སོའི་ཀྱི་གྲོགས་པོ་བློ་སྟོབས་དེ་འདྲས་ཨ་ནི་པེ་ཅི་སྤྱི་ཚོགས་ནང་ལ་ནག་པོ་བཟོ་ཡག་གི་དེ་དག་ལ་ཨ་ནི་ཅི་ངོ་ར་བ་ཡོད་པ་རེད་འདུག་ག་འདི་ར་བ་ཡོད་པ་དེ་སྐད་ཅིག་ཚང་མ་ཐང་ཅིག་མི་ཚེ་འདི་གི་ཐོག་ལ་མི་ཚེ་གཅིག་སྐྱེལ་དགོས་དུས་ཨ་སོ་སོ་ཀྱི་བསམ་ཕོག་གི་ཐོག་ལ་བློ་འགྱོད་ཡོད་ངེས་ཀྱི་དེ་འདྲས་ཀྱི་ལས་ཀ་ཅིག་རེད་མ་གཏོགས་ཅིག་གི་འདིས་ཀྱི་སྤྱི་བོད་ཀྱི་ཚོགས་ལ་ཡང་ནི་ཁྲུ་བྱ་ཡས་བྱེད་དང། དེ་འདྲའི་འདིས་སྤྱི་བོད་ཀྱི་ཚོགས་ལ་ད་ཅི་ཟང་ངེ་སིང་ངེ་གཟུགས་ཚོལ་ཡས་ཀྱི་ནི་དུས་ཚོད་ཅིག་འདིར་གང་སེང་དུས་ཚོད་དེ་ཆག་གི་ཡོད་མ་རེད། དར་ཞིག་ནི་ཆག་གི་ཡོད་མ་རེད་ཟེར་ན་ལྷ་ཆེ་ཡིན་པོ་དེ་འདྲའི་མང་པོ་ཡོང་ས་རེད་ད་ལས་ཀ་དེ་འདྲའི་ཇི་བྱས་ནས་ཀྱི་བོད་རྒྱ་ཉག་ཉུག་གི་ཐོག་ལ་ཉག་ཉུག་ཡོངས་སུ་རྫོགས་པའི་ཐེག་པ་ཅིག་རེད་དེ་ཡིན་པ་སོང་ཙང། ཤེས་བྱས་ནས་ཡོང་འདུག་ཁ་པོ་རན་པས་ད་ཅི་ག་རེ་ཟེར་ལབ་ན་འདི་ཅིག་ཡོད་རེད་ད། རྒྱུན་བཟང་ལས་ཁང་གི་གཏན་འབེབས་བྱེད་སྤྱོད་ཀྱི་གྲོས་གཞི་ལ་ད་གདན་སའི་སོང་ཡོད་རེད་གདན་སའི་སོང་དེའི་ཐོག་ལ་ཨ་ནི་མཐའ་མ་མཐའ་ཤོས་ཀྱི་དེ་ལ་ད་ག་འདོམ་དཔལ་འབྱོར་འགྲོ་སོང་བཏང་རྗེས་ཨ་ནི་མ་གོ་ལེ་ཀྲུག་ཤིག་བསྐྱལ་བསྐྱལ་དེ་རེད་ཟེར་སྐད་ཆ་བརྗོད་རེད། ཨོ་ཁྱེད་ཚང་དེ་ཚོ་ཁ་ལ་བྱས་ཚར་ད་ལྟར་མོག་ཆུ་ནས་བྱེད་ཀྱི་ཡོང་གི་རེད་དེ་ཚོ་བྱེད་ཀྱི་ཡོད་པ་ང་ཚོ་ཤེས་པ་ཡིན་ཙང། ད་ཅིའི་མི་འདྲ་མེད་སྣ་ཚོགས་མངའ་ཁོངས་ཀྱི་མི་དེ་ཚོ་བེད་སྤྱོད་བཏང་ཡ། ད་ནང་བཞིན་གྱི་ཚོགས་པ་སྡེ་ཚན་ཁག་དེ་ཚོ་ལ་ཡང་བེད་སྤྱོད་བཏང་ནས་སྤྱི་པའི་ཁེ་ཤེས་སྤྲད་ཡ་ལ་སོགས་པ་དེ་འདྲ་ཡོང་གི་ཡོད་རེད། དེ་ཚོ་གི་ཐུགས་ལ་ང་ཚོ་གི་དུས་དང་རྣམ་པ་དགོས་འདུག་ང་ཚོ་སེམས་པ་ཅན་ཡིན་ན་ཡང་ནི། ཁོ་ཁོ་རང་གི་ད་མི་ཚེ་གི་ཐུགས་ལ་ལས་ཀ་ཡིན་ནི་ག་རེ་ཡིན་ན་དེ་བྱེད་རེད་དེ་ལ་ཡང་ང་ཚོ་ང་ཚོ་གི་དཀའ་ངལ་འདི་སེལ་ཐུབ་ཡ་གི་རྩ་ནས་ཡོད་པ་རེད། དེ་ལས་ཡང་དགག་སྒྲུབ་ཀྱི་བསླང་བྱ་ལྟ་བུ་བྱེད་རེ་ཤི་ན། ང་ཚོ་གི་བོད་པའི་སྤྱི་ཚོགས་ཀྱི་དཀའ་ངལ་སེལ་ཐུབ་ཡ་ཡོད་མ། ང་ཚོ་བོད་པའི་སྤྱི་ཚོགས་ཀྱི་དཀའ་ངལ་སེལ་ངེས་དེ་སུ་རེད་ཟེར་ན་ཇག་རུ་མི་གཅིག་རང་རེད། སྔ་ཕྱིའི་བར་སོག་ཏུ་ང་ཚོ་གི་ད་ལྷ་མོ་ཡིན་ན་ཇག་རུ་མི་གཅིག་ཁོ་ན་རང་ལ་གསུང་རྒྱུ་མ་རེད་དགྲ་དྲངས་ཐལ་རེད་ཡང་གཅིག་མི་གཞན་གྱི་ཤེས་ཆུག་རེད་ཟེར་མཁན་འདིར་ཡོད་རེད་ཡིན་ནའི་དུས་ཚོད་ང་ཚོ་མེད་པ་དེ་ཧ་གོ་གི་ཡོད་རེད་ཁོང་རང་ཉིད་ཀྱི་ཆགས་སྲེད་ཀྱི་ཐོག་ལ་ཅི་ད་སྤྱི་ཚོགས་ཀྱི་ཐོག་ལ་སྙོན་འགྲོ་ལྷག་པོ་ཡོད་པ་དེ་ང་ཚོ་ཧ་གོ་གི་ཡོད་རེད། རེད་དེ་ཧ་གོ་ནས་ད་ཅི། སྦྱང་རིན་པོ་ཆེ་གིས་འཇལ་བ་བཅས་བཏང་ལུགས་བྱས་ནའང་ཟབ་པའི་རེ་བ། ད་གཞན་པ་ག་རེ་སྲང་ལ་མ་གཏོང་ནས་སྤྱོད་ཚུལ་ཁོ་རང་གི་ཐུགས་ལ་འབད་པས་སྤྱོད་ཚུལ་འདིའི་ཐུགས་ལ་སྲང་ལ་ཅིག་བཏང་ནས་ནང་བཞིན་ཅིག་ལས་འཇལ་བ་བཅས་བཏང་ལུགས་བྱས་ནའང་དེ་འདྲའི་གི་ལག་ས་ལབ་མོ་གོ། བྱེད་ལུགས་བྱེད་ན་བསམ་པའི་ང་ཚོ་དེ་འདྲའི་ཤེས་ཡོན་ཧི་ནས་རྩ་ནས་ཉེན་ཡོད་མ་རེད་ང་རང་རང་གིས་བྱས་པ་ཡིན་སྲིད་ཁང་མེད་ཡིན་སྲིད་དེ་ཀོ་ལ་ཁོ་རང་རང་ལས་འཛུལ་གཙོས་དགོས་གོ། ཁོ་རང་རང་ལས་འཛུལ་གོ་གཙོས་ཡས་དེ་གིས་གི་ཐོག་ནས་དགའ་མི་དགའ་ཐུགས་དེ་འདྲའི་རྩ་བ་ནས་མ་རེད་ང་ལོས་ཚོ་དངོས་སུ་རང་གིས་ཁོ་རང་རང་གིས་བྱས་བཞག་སྤྱོད་གི་ལས་རོགས་འདི་བེད་པས་སྤྱོད་ཚུལ་གི་དཀའ་ངལ་འདི་ཕོ་གསལ་གི་དེ་ལྟར་ལ་ཁོ་རང་གིས་ཁྱོད་རང་གིས་འདི་དང་འདི་ཞེས་བྱ་བ་ཅི་མི་སྡུད་ནོར་འཁྲུལ་རེད། ཁྱོད་རང་གི་ནོར་འཁྲུལ་སྡུད་མཁན་དེ་ཁྱད་མ་ལས་ཀྱི་བ་དང་ང་ཚོ་སྤྱོད་ཚུལ་འདི་ལ་དཀའ་ངལ་དེ་སེལ་ཐུབ་གི་མི་འདུག་ཟེར་ནས་ཨ་ཇག་རིན་པོ་ཆེ་རང་ལ་ཞུས་དེ་རེད་ང་ཚོ་གི་དད་མོས་ར་སྤྲོད་སྐབས་ལ་ཡིན་ནའི་འདྲ་བོ་འདུག་ཨ་ནེ་སྤྱོད་ཚུལ་གི་ཐོག་ལ་སྐད་ཆ་བཤད་ནས་མི་སེམས་འདྲ་ཅིག་ཐོལ་བ་ཡིན་ན་གང་ཡིན་པ་དེ་ཀྱང་ཤེས་དགོས་གོ་རེད། བྱས་ཙང་རྗེས་འཛིན་དེ་འདྲི་ལ་བརྟེན་ནས་ཨ་ནེ་ཅིས་ང་རང་ཚོ་ནང་སྒོ་ལས་ཁྲལ་ལ་ཁྲལ་བ་ཅིས་ཁ་བཏང་ཉོ་ལ་སོགས་པ་དེ་འདྲ་ཡོང་ཡ་དེ་ང་ཚོ་གི་ཅིས་འདྲ་པ་འདྲ་གི་ལས་འགུལ་སྤེལ་ཡ་དེ་ཚོ་ཅེས་ཡ་ས་འོག་ཐུག་ལ་དེ་འདྲའི་དཔེ་ཡས་དེ་ཚོ་ང་ཚོ་གི་གཟི་བརྗིད་རེད་དགའ་ཡོད་པོ་རེད་བསམ་བློ་ཡག་པོ་བཏང་ན་དགའ་ཡོད་པོ་དགའ་ཡོད་པོ་ག་རེ་ཟེར་བ་ནི་ང་ཚོ་གི་སྤྱོད་ཚུལ་སྙན་འཕྲུལ་པོ་ཡིན་པ། སྐད་སྐོར་རྒྱུན་འཛིན་གྱི་གཞན་ཉིན་གྱི་མི་དང་དེ་ནི་ཆོས་ལུགས་ཁ་ལ་ཁུར་ནས་ནི་ཅི་བེད་ཀྱི་ཆབ་སྲིད་ཀྱི་ལས་ཀ་བྱེད་གི་ཡོད་པ་སྤྱི་བེད་ཁ་ལ་ཁུར་ནས་དགེ་རྒྱ་སྒྲུབ་ངེས་ཀྱི་མི་དུས་ཚོད་གྲངས་དེ་གི་ང་ཚོ་གི་རྫོང་སྐུ་སྟོན་ཡོད་པ་རེད་པ། གནས་པའི་ཁོ་ཚོ་གི་སྤྱོད་ཚུལ་ལ་ཐུག་ལ་གནོད་པའི་ལས་ཀ་ག་ཚོད་བྱས་ཡོད་པ་ནི་ང་ཚོ་སྟོན་ཐུབ་པ་ཡོད་རེད་སྟོན་ཐུབ་པ་ཡིན་ཙང་ཁོ་རང་ཚོ་གི་ད་ཐ་མ་ཐ་ཤུལ་དུས་འུ་ཐུག་ཐ་སེ་བའི་གི་ཅི་ཀྲུའུ་ཞི་ཅེ་ཡན་གི་ལས་ཀ་རྣམས་དེ་ལས་གི་གཙང་ཆེ་དེ་ང་ཚོ་གི་གཟི་བརྗིད་རེད་བྱས་ཙང་དེའི་ཐོག་ནས་ང་རང་ཚོ་གི་དྭངས་གཙང་རྡོ་རྗེ་དཔོན་གྲུགས་སུ་འདྲ་ཅན་ཡིན་པ་ཡིན་ན་ཡང། སྔ་ཕྱི་ཀྱི་དེ་ནི་ཤ་ལ་སྣག་མཁན་གྱི་དེ་ནི་བལ་ཡུལ་འཇང་ཡུལ་ཚོ་ཤུགས་ཀྱིན་ཚོ་བལ་གྱི་ཤ་ལ་སྣག་མཁན་དེ་ནི་ཆོས་མཛོད་བློ་བཟང་བསྟན་བྱ་ཡིན་ན་འདྲ་བ་འདུག་དེ་ནི་ཨ་སྟག་ཚེ་རིང་ཡིན་ན་འདྲ་བ་འདུག་ད་ག་ནང་ཆོས་གཡུ་ལྷ་མི་གསོ་སྐྱོང་ཚོ་བལ་གྱི་ལས་བྱེད་ཨ་ནེ་ཅི་མཁས་དབང་དགེ་བཤེས་ཀུན་སྤྱོད་རྒྱལ་སྲས་ལགས་གསོལ་བའི་དེ་དུས་ཀྱི་མི་ནོར་མང་པོ་ཞིག་ང་རང་ཚོ་ཁ་ཆེ་ཞེ་གཉིས་དེ་ཚོ་དྲང་བདེན་གྱི་སྤྱི་ཚོགས་ཀྱི་ཐུགས་ལ་གོམ་པ་རྒྱག་ཅིང་ལས་ཀ་ག་ཚད་བྱས་ཡོད་པ་དེ་ནུས་པ་ཐོན་ཡོད་པ་སྤྱི་བའི་ཐུགས་ལ་ནུས་པ་ཐོན་ཡོད་པ་དེ་ལ་ནི། དེ་རིང་གངས་སེང་གིས་བི་ཀའི་ག་སུ་པོ་དང། དེ་ཚོ་ལས་ཡ་ཨ་ནི་ཅི། ག་སུ་པོ་དང་ཅི། ལས་ཀ་འདྲ་མི་འདྲ་དེ་འདྲ་གི་གཞུང་གི་ངོ་ནས་དེ་འདྲ་གི་གཙང་མ་ཡོད་པ་དེ་ཚོ་ལས་དེ་ཚོ་གི་ཐོག་ལས་ང་ཚོ་གསལ་པོ་ཞིག་ནས་མཁྱེན་ཐུབ་པོ་འདུག་དེ་ཡིན་ཙང་ང་ཚོ་དེ་ལས་ཀྱང་ཨ་ནི། འདི་དང་འདི་ཞེས་བྱ་བ་ག་ནི་འདྲ་མི་འདྲ་དེ་འདྲ་ཡོང་གི་རེད་ཤེས་ཆེ་ནས་ཡང། དེ་ཚོ་ང་ཚོ་གི་གཟི་བརྗིད་རེད་བྱས་ཙང་ངེད་ཀྱི་ང་རང་གི་ངོ་ནས་ཡིན་ནའང་ནི་ཧ་ཅང་གི་དགའ་པོ་ཡོད་ལས་ཀ་དེ་འདྲི་ཡི་ཤེས་ནས་དེ་ལས་ཡང་ངེད་སུ་འགྲོ་ཅིག་དེ་ཚོ་ལ་ཡང་དམིགས་བསལ་གྱི་དགའ་བ་གང་ཡང་མེད། ཨོའོ་འདི་ཚོ་ནི་ངེད་འོ་དུད་ཞུ་མིན་སྤྲོ་སོང། ཨ་འདི་ཡིན་འདི་དགོས་ལ་ད། ཅེས་ཅེས་ཙང་སྐད་ཅོར་མང་པོ་རེ་ཆགས་སོང་ཨ་ནི་ད། ཐ་མ་ཐག་ཤོད་དེ་ལ་ཡང་ཨ་ནི་ཚང་མ་ལ་ཡང་བཀྲ་ཤིས་བདེ་ལེགས་ཟེར་ནས་ཞུ་རྒྱུ་དེ་ཡིན།
ཨ་ཚོགས་འོ་དུད་བཙལ་ན